ལྷན་རྒྱས་སྐུ་ཁམས་བཟང། ད་རེས་ངས་བརྙན་ཐུང་ཐུང་ཐུང་ཅིག་བེད་སྤྱོད་བྱས་ནས་གསར་བ་ཟླ་བ་ཞག་འགྲོ་ཡོད་ཙང་ད་དེ་ལ་ཡང་རེ་བ་ཟིན་ནི་མི་འདུག་སོ་སོའི་བསམ་ཚུལ་ཟིན་ནི་མི་འདུག་དེ་འདྲའི་སྤུས་ཚད་ཞུ་འདོད་བྱུང་སོང། ད་ང་རང་ཚོ་གསར་བ་ཟླ་བ་ལ་ཡང་སྲོག་བླུ་ཡས་ཏེ་དར་སོ་ཆེན་པོ་ཞེ་པོ་ཅིག་བྱས་ནི་འབད་དེ་ག་ས་གར་འཚང་ཁ་ཞེ་བོ་ཅིག་སྐྱབས་བྱས་ནས་ཉོ་གི་འདུག་བ་དེ་ང་རང་ཚོ་བས་ཏེ་ཉོ་ཡས་དེ་འཚང་ཁ་ཚ་ཞེས་བྱས། ཁོ་ཚོའི་ག་ཡས་བས་ཏེ་ཉག་བཙོང་ཉན་དེ་ཚོའི་གི་ཟླ་བ་གཅིག་ཚོའི་གཡས་གཡོན་ནས། ཉག་ཁོ་རང་ཧ་ལས་པའི་གྲབས་གསོག་བྱེད་གི་འདུག་བ་བས་ཏེ་ཁྲོམ་པའི་སོར་དེ་འདྲ་མང་པོ་ཞེ་བོ་བས་ཏེ་ཁང་ཕབ་དེ་འདྲས། བའི་ལག་གི་སྐྱོར་བརྒྱབ་ནས་ཞེ་བོ་བཟོ་གི་འདུག་བ་དེ་ང་རང་ཚོ་ཚང་མས་མཐོང་ཆོས་རེད། ཏི། ཏི། ག་རེ་སོགས་རེད་ད་སོགས་བློས་བྱས་ནས་ད་ཀུ་དགེ་མཚན་རེད་ཅེས་བལྟ་བར་བ། ད་དེའི་ཕན་འབྲས་ཡོད་དང་མེད་ད་དེ་ལ་བལྟ་རྒྱུ་རེད། ད་དེ་ངས་དུས་སུ་ལྟ་དུས་ག་ནས་ཞེ་བོ་རང་ཕན་འབྲས་མཐོང་གི་མི་འདུག་དེང་མ་ས་ག་ད་བར་ཡ་སོགས་བློས་ཕ་ཚེ་ད་བཏང་བྱས་དགེ་བ་ས་ཡས་ཅིག་ཤི་ཚུལ་ནས་འདུག་བལྟས་ན་ལས་ཀ་དེ་འདྲ་རེ་བྱེད་དགོས་དེ་དངོས་སུ་དེ་ཉལ་དེ་ག་དེ་ཚང་མ་ལོ་ཁོར་ཡུག་དེ་མ་དྲོས་པ་བྱས་ནས་ཆུ་མ་དྲོས་པ།

དེ་ཏི་ཀ་གཅིག་གཉིས་ཀྱི་ཁ་ལག་ལས་པད་དེ་ཤོར་དོ་ཅེ་ཐ་ན་པད་དེ་ཚད་སྐྱོ་ཙམ་གྱིས་པད་དེ་འདྲེས་དོ་གཅིག་རེད་ད་ཐ་པ་ག་ཤེད་ད་ཡིན་ན་ལས་ཕི་ཀའི་སོགས་དེ་ཉོ་ཁ་འགྲོ་ཁ་གཅིག་བོར་ཆ་ཤི་རེད་ཅེ་ན་ཨ་འདི་ཉོས་ནི་ད་ག་རེ་ཚོར་རེད་དེ་སྔ་གསལ་ཁ་འགྲོ་གི་འདུག་ས་ག་དོ་བ་ལ་ཡ་དགེ་བ་བཏང་རྒྱུ་ཙམ་ལ་ཡ་གོམས་གསལ་བྱེད་གི་འདུག་ག་རེ་ཚོར་བ་རེད་འདི་ཕན་ཕན་འདུག་གས་གནས་འདུག་གས་ཁྱེད་རང་ཟེད། ད་དངོས་གནས་དྲང་གནས་ཀྱི་ད་མི་ཚེ་ད་ཟེར་མཁན་དེ་ཚོ་བལྟས་ཏེ་ངན་མ་ཡིན་བཟོ་ནས་ད་ང་ཚོ་རྒན་རབས་འདི་འདྲ་གས་བཤད་མྱོང་གྱི་འདུག་ཟེར་གོ་འདུག་ཟེར་སེམས་ཅན་དུ་བལྟས་ཏེ་བྱེད་ལས་ཚེ་ད་ཟེར་བྱས་ཚེ་དམིགས་བསལ་དེ་ཡོད་མོད། བལྟས་སོ་ཤོག་ག་ལྷ་མོ་ར་འདི་འདྲས་ད་གཅིག་འདྲ་འདི་འདྲས་ནས་འདི་བྱས་བཟོ་ནས་དེ་ནི་དམིགས་བསལ་གྱི་དགེ་བ་ཆེན་པོ་ད་བལྟས་དེ་རྒྱལ་ད།

གོ་ནོར་དང་མ་སོང་ནས་ཐལ་ཡོད་རེད་བ་ད་ཡིན་ན་ལེ་ངས་དགེ་མཚན་ཆེ་ཆུང་ལྟ་གི་ཡོད་དེ་དགེ་མཚན་ཆེ་ཆུང་ལྟ། ཡག་ཤོས་བྱུང་སོང་ན་དེ་འདྲའི་རང་མ་གནང་ན་ནི་རྒྱུ་དཔལ་འབྱོར་ཡག་པོ་རེ་ཅིག་ཡོད་དེ་འདྲའི་དེ་བེད་སྤྱོད་བྱེད་ཡས་མང་པོ་ཡོད་སོང་ན་བེད་སྤྱོད་དེ་གོ་བ་བྱས་བྱས་རེ་ཞིག་འདུག་ཨ་ནི་དེ་ཡིན་པས་དེ་ཡིན་གཅིག་མིན་གཅིག་ཕི་ཁའི་འཚང་ཁ་རྒྱབ་གཅིག་གིས་ཉོས་ཚང་གཅིག་གིས་ཉོས་གཅིག་གིས་ཉོས་ཚང་གཅིག་གིས་ཉོས་ཨ་ནི་པས་དེ་ཚོང་པ་ཚོ་ནི་ཀོ་བ་བྱོས་དེ་ལ་སྲོག་གི་འདུ་ཤེས་ཁོ་རུ་མི་འདུག་བ་ང་རང་ཚོའི་མཐོང་ཆོས་རེད་ཡ། སྲོག་གི་འདུ་ཤེས་སྐོར་མེད་པའི་འདི་འདྲའི། དེ་ག་རེ་བྱེད་འོ་རེ་ཁོ་ཚོང་ཚད་ཙམ་གྱིས་འདི་བྱས་དེ་འོ་རེ། ང་རང་ཚོ་ཨུ་ཚུགས་ཞེ་པོ་ཆེ་ཆེ་འཚང་ཁ་ཆེ་ཆེ་ཉོས་ཙང་རྦད་དེ་ཁོ་ཚོས་གི་ཧར་ལས་གི་གྲབས་སོགས་བྱས། ཨ་ནི། འདི་གས་ཚང་མ་ལོག་འདུག་ཟེར་རེ་ཤི་ནས་ཁོ་ཚོས་ཡ། སྟོབས་ན་འདི་འདྲའི་ཟ་གི་མ་རེད་བ་ང་རང་ཚོ་ནི་ཟ་གི་མ་རེད། དེ་ཁོ་ཚོ་ནི། སྟོབས་ན་འདི་འདྲའི་ཟ་ཐུབ་གི་མ་རེད་བ།

ཨོ་དེ་འདྲས་སུ་ཅིག་རེད་ཤག་དེ་ནི་དེ་ལ་ལྷན་རྒྱས་ཚང་མས་ཀྱི། ཕན་འབྲས་འདུག་དགོངས་ན་ནི་འདི་ཕག་ཚོ་རྒྱུ་སྐུར་འདྲ་གནང་རོགས་གནང། ཨ་ཕན་འབྲས་མི་འདུག་དགོངས་ན་ནི་གཡུག་བཞག་རོགས་གནང། རེད་བ། ཨ་མཆོག་གཅིག་ནས་ཉན་གཅིག་ནས་ཕར་གློད་རོགས་གནང། ཐུགས་རྗེ་ཆེ་ཨ་འདི་འདྲས་རེད་ཅིག་ཡིན་གཙོ་བོ་དེ་གང་ད་ལྟ་དེ། ཕན་འབྲས་ཡོད་མེད་ཟེར་རོགས་གནང་ཞུ་ཡས་ཡིན། ཞེ་བོ་ཅིག་འཚང་ཁ་རྒྱབ་ནས་བས་དེ་འུ་ཚོ་ཆེད་ཉོས་ནས་ལས་སྐུ་ཕི་གི་དེ་ལས། ཆོས་ཆོས་སུ་འགྲོ་བ་ཟེར་མཁན་དེ་མ་བྱུང་ན་ཨང་ག་རེ་བྱུང་བ་རེད། རེད་པ། ཨང་ཁྱེད་རང་གི་དཔལ་འབྱོར་དེ་རྦད་དེ་ཆུ་ལ་གཡུག་གཡུག་རང་རེད་ཡི་གེ་ཚང་ག་རྒྱབ་ཆ་སྤྲད་ཨང་བདག་རེད། ཕ་ཆོས་སོགས་དེ་ནི། ཁོ་ཆུ་མ་དྲོས་དེ་འདྲ་བྱས་བྱས་ན་ནི་ཤེས་ཐུབ་རེད། ཐོ་ཆེ་ཨང་བདག་ཡིན།